ལུ་རྒྱའི་སྤྲུལ་པ་ཡི་ལེའུ་གསུངས་པ། ལྷན་སྐྱེས་རྣམ་པ་བཀྲ་ཤིས་བདེ་ལེགས་ད་ལྟ་ང་ཚོ། ཨེ་ས་ཨོ་ཡིས་རང་གི་དངོས་བྱེད་ཀྱི། ཐོག་མཐོང་བཙོངས་པའི་སྐོར་ལུ་རྒྱས་དེ་ལྟ་གི་ཡིན། སྤུ་གུ་ཚུལ་མ་དེ་ནི་ཡ་ཚ་སློང་བྱས་ནས་ཁྱིམ་པོ་བྱ་བ་དང། ཨེ་ས་འོ་ནི། རི་བོ་ལ་འགྲོ་ནས་འཆམ་འཆམ་བྱས་ཏེ་རྔོན་པ་ཆེན་པོ་ཞིག་ཆགས་པ་དང་བས་ཀྱང་ཡ་ཀོ་ནི་རང་གི་མཚན་དུ་བསྡད་ནས་ཁུ་སིམ་མེར་བྱས་ཡོད་པ་རེད། ཨག་ཟག་གིས་ཨེ་ས་འོ་ལ་བྱམས་པོ་བྱེད་ཀྱི་ཡོད་པ་རེད་གང་ལ་ཟེར་ན་ཁོང་གིས་བསད་པའི་རི་དྭགས་ཀྱི་ཤ་དེ་ཟ་རྒྱུ་ལ་དགའ་པོ་ཡོད་པ་རེད། བས་ཀྱང། རེ་བེ་ཀ་ཡིས་ཡ་ཀོ་ལ་བྱམས་པོ་བྱེད་ཀྱི་ཡོད། ཉིན་ཞིག་ཡ་ཀོབ་ཡིས་སིལ་མ་ཡི་ཁུ་བ་བརྐོས་བཞིན་ཡོད་པའི་སྐབས་སུ་ཨེ་ས་ཨུའི་རི་ལ་སྔོན་མ་འགྲོ་ནས་ཚུར་ལུས་པའི་སྐབས་སུ་གྲི་རྒོད་ཤིན་ཏུ་སྟོབས་པ་རེད། ཁོས་ཡ་ཀོབ་ལ། ང་གྲི་རྒོད་ཤིན་ཏུ་སྟོན་གྱི་འདུག་ཁྱེད་ཀྱིས་མཇུག་པ་ང་ལ་སིལ་མ་ཁུ་བ་ཞིག་སྤྲད་དང་ཟེར་བ་རེད། ཡ་ཀོབ་ཀྱི་ལན་དུ་གལ་སྲིད་ཁྱོད་ཀྱིས་སྔོན་ཆད་ཀྱི་ཐོག་ཐོམ་དེས་ང་ལ་སྤྲད་པ་ཡིན་ན་ངས་ཁྱོད་ལ་སྲན་མ་ཁོ་བ་སྤྲད་ཀྱི་ཡིན་ཞེས་ལབ་པ་རེད། ཨེ་ས་འུ་ཡིས་འགྲིག་གི་རེད་ད་ལྟ་ཤིན་ཏུ་སྟུག་ནས་ཤི་འགྲོ་འདུག་ངའི་སྔོན་ཆད་ཡི་ཐོག་ཐོམ་ཁྱོས་ང་ལ་ག་རེ་ཕན་ཐོགས་ཀྱི་རེད་ཞེས་ལབ་པ་རེད། ཡག་པོ་བྱས་དེ་རིང་ཁྱེད་ཀྱི་སྔོན་ཆད་ཡི་ཐོག་ཐོང་དེས་ང་ལ་སྤྲད་པ་སྣ་ཞིག་ཅི་ལབ་པ་དང་ཨེ་ས་བོ་ཡི་སྣ་གཅིག་དེས་ཁོང་ཡི་ཐོག་ཐོང་དེས་ཡག་པོ་ལ་སྤྲད་པ་རེད་དེ་ནས་ཡག་པོ་བྱས་ཨེ་ས་བོ་ལ་བ་ལེགས་དང་སྲན་མ་ཡི་ཁོག་སྤྲད་པ་དང་ཨེ་ས་བོ་ཡི་ཟ་ཞིང་འཐུང་དེ་ལོང་ནས་འགྲོ་བ་རེད་དེ་འདྲ་སོང་ཙང་ཨེ་ས་བོ་ཡི་རང་གི་སྔོན་ཆད་ཡི་ཐོག་ཐོང་དེ་ལ་བརྩི་མེད་བཏང་པ་རེད།